སེམས་དཔའ་འདུ་བ་ཐམས་ཅད་འདིར་བྱོས་ཤིག། ལྷ་ཡི་གེ་དང་གླུ་དང་གནོད་སྦྱིན་གྱི་གྲོང་མདའ་དང་མེ་ཡི་གེ་རྣམས་དང་འགྲོ་བ་ཀུན་གྱི་སྒྲ་སྣང་བྱེད་ཚངས་པ་ཐམས་ཅད་ཀྱི་དོ་བདག་གི་མཆོད་རྟེན་དུ། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྟན་ཏེ་བླ་ན་མེད་པ་ཡང་དག་པ་རྫོགས་སྐུ་སངས་རྒྱས་ཟུང་འཇུག་རྡོ་རྗེ་འཆང་ཆེན་པོའི་དགོངས་པ་སྙིང་ཐུགས་ཀྱི་ཚེ་ཐམས་ཅད་ཀྱི་ཡུམ་ལ་ཐོབ་པར་བསགས། དེའི་ཟེར་དུ་དམ་པའི་ཆོས་གང་ཞིག་ཟིན་ནས་དོན་ཉམས་སུ་བླང་བར་བགྱིའོ་སྙམ་པའི་བསམ་པ་བཟང་ཆུང་མཆོག་ཏུ་ཐུགས་བགྱིས་པ་དང་ཆོས་ཉན་པའི་གནས་ཡུལ་གང་ཟག་ཐམས་ཅད་ཀྱང་ཕུན་སུམ་ཚོགས་པ་ལྔ་ཡི་རང་བཞིན་དུ་གསར་འདེབས་པ་སོགས་སྔར་གྱི་ཐུན་མོང་མ་ཡིན་པའི་ཀུན་སློང་རྣམས་ཀྱང་གསར་བཏབ་སྟེ་བསྲིངས་ཚར་དེ་ལ་གང་བསྲིངས་པ་གསར་བའི་ཆོས་ནི་སྟོང་པ་ཉིད་པ་ཆོས་རྗེ་སྒམ་པོ་པ་ཉིད་བསམ་བཞིན་དུ་སྐྱེ་བ་བཞེས་པ་མཁས་གྲུབ་ཆེན་པོ་བཀྲ་ཤིས་རྣམ་རྒྱལ་དཔལ་བཟང་བོ་དེ་ཉིད་ཀྱི་ཞལ་སྔ་ནས་ཀྱི་རྩ་བའི་ཟབ་ཆོས་འོད་ཟེར་སྐོར་གསུམ་དུ་གྲགས་པ་ལས། རྟ་བཟོ་པ་པ་ས་སྔགས་རྡོར་གྱིས་ཐུགས་བོད་སྤྱི་དོན་མདོར་བསྡུས་པ་ལ་ཤེས་ནོར་བུ་ཟན་དེ་ཉིད་ཞུ་བར་ཟེར་བ་ལ་ཐོག་མར་དགེ་བ་ཀླད་ཀྱི་དོན་དང་བར་དུ་དགེ་བ་གཞུང་གི་དོན་ཐ་མར་དགེ་བ་མཇུག་གི་དོན་དང་རྣམ་པ་གསུམ་ཡོད་པ་ལས། དང་པོ་ཚོང་དེ་གཉིས་པ་རེ་གཉིས་པ་ལ་སྟོན་པའི་བཟང་ཚུལ་བསྟན་པའི་རྣམ་གཞག་ཁྱད་པར་ཅན་གྱི་སྤྱི་དོན་ཞེས་པ་རྣམ་པ་གསུམ་ཡོད་པ་ལས། གསུམ་པ་ཁྱད་པར་ཅན་གྱི་སྤྱི་དོན་ཞེས་པའི་སྐབས་དེ་རེད་དེ་ལ་རྒྱུ་རྒྱུད་བསྟན་གྱི་གང་ཟག་ཞེས་པ་ཐབས་རྒྱུད་ལམ་གྱི་རིམ་པ་ཞེས་པ་འབྲས་བུ་རྒྱུད་ཉམས་ལེན་གྱི་འབྲས་བུ་ཞེས་པ། རྣམ་པ་གསུམ་ཡོད་པ་ལས། གཉིས་པ་ཐབས་ཇུས་ལམ་གྱི་རིམ་པ་ཞེས་པའི་སྐབས་དེར། དེ་ལ་ཐུན་མོང་ངོ་བོའི་ལམ་རིམ་ཞེས་པ་དང་རྡོ་རྗེ་ཐེག་པའི་ལམ་རིམ་ཞེས་པ་དེ་རྣམ་པ་གཉིས་ཡོད་པ་ལས། ནི་པ་རྡོ་རྗེ་ཐེག་པའི་ལམ་རིམ་ཞེས་པ་དེ་ལ་ཐུན་མིན། བློ་མིག་ཐིགས་པ་ལ་རིམ་གྱིས་འཇུག་པ་ཚུ་རུ་ཞེས་པ་དང་རྡོ་རྗེ་ཐེག་པའི་ལམ་རིམ་ཞེས་པ་གཉིས་ཡོད་པ་ལས། ནི་པ་རྡོ་རྗེ་ཐེག་པའི་ལམ་རིམ་དངོས་ཞེས་པའི་སྐབས་དེར། དེ་ལ་རྒྱུད་སྡེ་འོག་མའི་ལང་རོང་འདུས་ཏེ་ཞེས་པ་དང་བླ་མེད་ཀྱི་ལང་རོང་སད་དེ་ཞེས་པ་གཉིས་ཡོད་པ་ལས་གཉིས་པ་བླ་མེད་ཀྱི་ལང་རོང་སད་དེ་བཞིན་པ། དེ་ལ་སྨིན་བསྲེག་གི་ལམ་དང་གྲོགས་མཛད་ཀྱི་ལམ་ཞེས་པ་རྣམ་པ་གཉིས་ཡོད་པ་ལས། ཐོག་མ་དང་སྨིན་བསྲེག་སྨིན་བསྲེག་གི་ལམ་དང་དབང་གི་རྣམ་གཞག་དེ་ཞེས་པ་སྐབས་དེ་རིང་དུ་བ། དེ་ལ་སྨིན་བསྲེག་གི་སྔོན་དུ་ཟ་བ་རིམ་པར་ཞེས་པ་དང་སྨིན་བསྲེག་དབང་གི་མཆོག་གི་རྣམ་དབྱེ་ཞེས་པ་རྗེས་སུ་དམ་ཚིག་དང་སྡོམ་པ་གསུངས་སོ་ཞེས་པ་རྣམ་པ་གསུམ་ཡོད་པ་ལས། ནང་མིང་ཚིག་གི་སྔོན་དུ་ཟ་བ་རིམ་པ་དེ་ཁ་ཚང་གོང་དུ་ཞུས་ཟིན་པ་རེད། དེ་ལ་དྭགས་དབང་བསྐུར་སྔོན་དུ་འགྲོ་དགོས་པ་གི་རྒྱུ་མཚན། དེ་ནི་དཔོན་སློབ་ཕན་ཚུན་བརྟགས་ཏེ་གསོལ་བ་འདེབས་པ་གི་ཚུལ། དེ་ནི་སློབ་དཔོན་གི་བསྙེན་པ་ཟེར་དེ་ནི་དེ་ནི་ཆོ་ག་དངོས་གཞི་ལ་འཇོག་ཚུལ་དང་བཅས་པ་དེ་འདྲ་ཟེར་ནས་དྭགས་གོང་དུ་ཞུས་ཟིན་པ་རེད། དེ་ནི་དངོས་སུ་མིང་ཚིག་དབང་གི་ཕྱོགས་རྣམ་དབྱེ་ཞེས་པ་དེ་རེད། དེ་ལ་དབང་བསྐུར་གྱི

དབྱིངས་ལ་དབང་བསྐུར་བ་ལ་ཡང་དཀྱིལ་འཁོར་གྱི་ཆོ་ག་འདི་སོགས་དང་བཅས་དགོས་ཀྱི་ཡོད་རེད་དེ་ཡིན་དུས་ད་ལྟའི་བརྡ་འདི་ནི་གཙོ་བོ་དེ་ནི་དབང་བསྐུར་བ་གི་ཆ་ལག་ཟེར་དེ་ནི་མ་དབང་བསྐུར་གི་ཆ་ལག་ལ་དཀྱིལ་འཁོར་གྱི་ཆོ་ག་དེ་སོགས་མ་ཤེས་ཡོང་གི་ཡོད་རེད་བ། འོ་དེ་རེད་དེ་ཡིན་དུས་བརྡ་འདི་གི་སྐོར་དེ་སོགས་ཐམས་ཅད་དེ་ཤེས་ན་ཧ་ཅང་གནད་འགག་ཆེ་པོ་ནམ་རྒྱུན་ཡིན་གཅིག་མིན་གཉིས་ཧ་གོ་དགོས་རྒྱུ་ག་ཙམ་གོང་དུ་ང་ཚོས་དེ་ནི་རྡོར་གྱི་སློབ་ཁོངས་དེ་དཀྱིལ་འཁོར་ལ་མཁས་དགོས་བ་ཟེར་མང་པོ་གསུངས་འདུག་བ། ད་དེའི་སྐབས་ཀྱི་དཀྱིལ་འཁོར་གྱི་རྣམ་རྒྱལ་དེ་སོགས་ཡང་འདི་སོགས་ཐམས་ཅད་ཡིན་གྱི་ཡོད་རེད་ད་དཀྱིལ་འཁོར། དེ་ནི་ད་ལྟ་ང་ཚོ་གི་དེ་ནི་ལག་ལེན་གི་སྐབས་སུ་ཡིན་ན་ད་འདི་གི་ནང་ན་ཡོད་རྒྱུ་གི་ལག་ལེན་དེ་ཚོ་རྩ་བ་ཆགས་ནས་དེ་ནི་ད་འདི་གི་ས་ཕྱོགས་གི་ཡིན་ན་ཁ་ཤས་ཅིག་རེད་མ་གཏོགས་ད་ལྟ་ང་ཚོའི་ས་ཕོར་གི་སྒྲུབ་ཆེན་གི་ལག་ལེན་ཟེར་པའི་གནས་སྐབས་སུ་ཡིན་ན་དེ་ནི་འདི་གི་ལག་ལེན་དེ་ཚོ་ཕ་ཆེར་དེ་དེ་རོགས་སུ་ནི་ཡོད་བསྡད་པ་རེད་དེ་ཡོད་རེད་དེ་ཚོ་ཐམས་ཅད་གི་སྐབས་སུ་ཡིན་ན་ད་ད་ལྟ་ང་ཚོ་འདི་གི་དེ་ནི་མ་ཅིག་ཤི་ན

ད་ས་གང་ལ་རུ་ལུ་གུ་དེ་ནི་དེ་འདྲ་གསུངས་འདུག་དེའི་ནང་ནས་ཐོག་མ་ས་ཆོག་རེད་དེ་ལ་ས་ཆོག་གི་སྐབས་སུ་རྒྱུད་གཡུང་བ་ཁྱེར་དུ་ས་བཏགས་པ་ལ་སོགས་པའི་ཆོ་ག་འགའ་ཞིག་མ་སོང་བ་ནི་མངོན་པར་འདུ་ཟེར་བའི་དབང་དུ་ཟད་ལ་ཟེར། དེ་ནས་ད་ས་ཆོག་གི་སྐབས་སུ་ས་ཆོག་དེ་ལ་ད་ནི་ས་བཏགས་པ་དང་ས་སློང་བ་དང། ས་སྦྱང་བ་དང་ས་བཟུང་བ་དང་ས་བསྲུང་བ་དང་ཟེར་ད་དེ་འདྲ་ཡོད་རེད་དེ་སོགས་ཀྱི་ནང་ནས་ད་རྒྱུད་གཡུང་རྒྱུད་དང་ནི་དེ་ནས་དེ་ན་ཡེ་གཅིག་འགའ་རྒྱ་སྐྱོང་གི་སྐྱེ་ཆོག་དེ་ནས་མང་བོ་ཐམས་ཅད་ཀྱི་མང་བོ་བཅས་ཀྱི་ནང་ན་ས་བརྟག་པ་དེ་སོང་མ་སོང་བ་དེ་འདྲའི་མདོ་སོང་རེད། དེ་མ་སོང་རྗེས་ཀྱི་རྒྱུ་མཚན་དེ་ཁྱེད་ལ་རེད་ཟེར་དུས་དེ་ལ་ད་མངོན་པར་འདི་ཟེར་བའི་དབང་དུ་བྱས་པ་ཡིན་སོང་ད་འདི་གསང་བ་སྤྱི་བཅུ་གྱི་ནང་ལ་ཡང་དེ་སོང་ཡོད་རེད་ད་སྤྱིར་བཏང་གི་དེ་ནས་ས་བརྟག་པ་དེ་ག་འདྲི་ཅིག་ལ་དགོས་ཀྱི་ཡོད་རེད་ཟེར་དུས་དེ་ལ་དེ་ནས་ས་བརྟག་པ་དེ།

ད་འདིའི་སྐབས་སུ་དེ་ནི་སྤྱིར་ཕྱོགས་ཀྱི་སྐབས་ཁ་ཤས་དང་རྒྱལ་ཡོངས་ཀྱི་སྤྱིར་ཕྱོགས་ཁ་ཤས་དང་དེ་ནང་བཞིན་ཅན་གྱི་རྒྱུད་སྐྱོང་ཁ་ཤས་ཀྱི་སྐབས་སུ་ས་བརྟག་པ་མ་སོང་བར་འདོགས་དེ་སོགས་ག་རེ་རེད་ཟེར་དུས། ད་གཙུག་ལག་ཁང་ད་སྔོན་མ་དུ་རུ་སོས་དེ་ནི་དཀྱིལ་འཁོར་གྱི་ཆོ་བ་དེ་འདྲ་མང་པོ་སྒྲུབ་མྱོང་ས་གི་དེ་ནི་གཙུག་ལག་ཁང་གི་ནང་དང། དེ་ནང་བཞིན་ཅན་གྱི་རྡོ་ལེབ་ཀྱི་སྟེང་དང་ཁང་བ་གྱི་ཐོག་ལ་སོགས་པ་དེ་འདྲས་མང་པོ་ཅིག་གི་ནང་ན། ད་དེ་འདྲས་ཟེར་ན་དེ་ནི་འདི་གི་ས་གི་བརྟག་པ་དེ་སོང་མི་དགོས་སོང་དེ་ནི་གསང་བ་སྤྱི་རྒྱུད་ཀྱི་ནང་ན་དེ་འདྲས་སོང་ཡོད་རེད་དེ་སུས་གི་དབང་དུ་བྱས་པ་རེད་སོང་བར། དེ་ཡང་དུས་ད་ལྟ་ང་ཚོ་གི་དེ་ནི་སྒྲུབ་ཆེན་གྱི་ལག་ལེན་གྱི་ཟེར་བའི་སྐབས་སུ་ཡིན་ན་ཡང་ས་བརྟག་པ་དེ་ཡོད་མ་རེད་ད། ས་བརྟག་པ་དེ་ཡོད་མ་རེད་ད་ས་སློང་བ་དེ་སོགས་ཐམས་ཅད་དེ་ཡོད་རེད་དེ་ད་དེ་གི་ས་བརྟག་པ་དངོས་དེ་ཡོད་གི་ཡོད་མ་རེད། རྡོ་རྗེ་མཁའ་འགྲོ་དང་སྤྱི་རྒྱུད་ལས་དཀྱིལ་འཁོར་གྱི་ཁང་པ་གསར་དུ་བཟས་པ་སོགས་ལ་དགོངས་ནས་ས་བརྟག་པ་སོགས་གསུངས་པ་ལྟར་ཨ་བྷ་ཡ་ཀ་ར་རྒྱས་པར་བཤད་དེ།

དག་དེ་མ་ཡིན་པ་གི་རང་རང་གི་དེ་ནས་སྤྱི་ཡོངས་ཀྱི་དེ་ནས་མཆོད་རྟེན་རྒྱག་རྒྱུ་འདྲ་འདྲ་དེ་ན་གཞི་ཅིང་གི་དེ་ནས་སྤྱི་བཏང་གི་ཁང་པ་རྒྱག་དགོས་ཡོད་ན་འདྲ་འདྲུ་ཁང་རྒྱག་དགོས་ཡོད་ན་འདྲ་ག་རེ་ཡིན་ན་དེ་ཚོ་ཚང་མ་དེ་རུ་སོང་ནས་ས་བཏགས་པ་དེ་འགོག་གི་ཡོད་རེད། འགོག་སོང་དེ་ནས་དེ་ནས་རྡོ་རྗེ་མཁའ་འགྲོ་དང་གསང་བ་སྤྱི་རྒྱུད་དེ་སོགས་ཀྱི་ནང་ན་རྒྱུད་ཀྱི་ནང་ན་སོང་ཡོད་རེད་ཟེར། དེ་སོང་བ་ལྟར་དུ་དེ་ནས་སློབ་དཔོན་ཨ་བྷ་ཡ་ཀ་ར་གི་དྷ་ར་སྤྱི་ཆོག་རྡོ་རྗེ་འཕྲེང་བ་གི་ནང་ན་རྒྱས་པ་བཤད་ཡོད་རེད་གསུངས།

མདོར་ན་ས་ཀྱི་མ་ཉམས་པ་མདངས་སྣུམ་ཤར་དུ་རྒྱོ་བ་བགྱིད་གསུངས་འདུག་ན་དེ་ནི་ས་ཀྱི་མདོག་སྣུམ་པ། དེ་ནི་ཤར་གྱི་སོགས་ལ་ཅུང་ཟད་མ་དམའ་བ། དེ་བཞིན་དུ་དེ་ནི་ཆུ་ནང་ལྡིང་བའི་གནས་དག་ན་ལྗོན་ཤིང་བཟང་པོ་སྦྱིན་པ་དང་བདག་གི་མ་ཡིས་མགུ་བ་དང་གསུངས་འདུག་ན་དེ་ནི། ཆུ་ཤིང་ཕུན་སུམ་ཚོགས་པ་ཡོད་ས། དེ་ནི་དེ་ན་གཞི་བྱིན་གྱི་དེ་ནི་རང་ཉིད་དེ་ནས་གནས་པ་སོང་བ་ཙམ་གྱིས་དེ་ནི་རང་གི་དེ་ནི་ཡིད་དུ་རུང་ས་ནས་བག་ཕེབས་པ་དང་དེ་ནི།

ཟ་མ་གི་སྟེང་ནས་བཀོག་དེ་ནི་ད་འདི་གི་བཀོག་རྒྱུ་དེ་ལ་ཁ་ཤས་ཀྱི་ནང་ལོགས་ལ་དེ་ནི་མཐོ་གང་བཀོག་དགོས་མཛད་ཡོད་ས་ཁ་ཤས་ཀྱི་ནང་ལོགས་ལ་ཁྲུ་གང་ཙམ་ཡང་བཀོག་དགོས་མཛད་ཡོད་ས་ད་རྒྱུད་ཐམས་ཅད་ཀྱི་ནང་ན་མི་འདྲ་བ་སྐྱེ་འོས་པ་ཡོད་རེད་དཔེར་ན་དེ་ནི་རྡོར་གྱི་འཕྲེང་བ་གི་ནང་ལོགས་ལ་དེ་ནི་མཐོ་གང་ཙམ་དུ་ནི་ཁོང་བོར་བསྐུས་ནས་ས་དེ་ཉིད་ཁོང་བོར་སྙོར་དུ་བཀང་བ་ན་གར་སྟེགས་ས་དེ་ལྷག་གྱུར་ན་དེ་ཚེ་ས་དེ་བཟང་ཞིག་ས་སོང་མཐོ་གང་བཀོག་རྒྱུ་སོང་ཡོད་རེད། དེ་ད་ག་རེ་རྫོགས་རེད་ཟེར་ན་ས་མཐོ་གང་མ་བརྐུས་བསྡད་ན་ཡར་བརྐུས་ཚར་གཙོ་མོ་ནི་ལམ་སང་དེ་གི་ས་ཡར་བརྐུས་རྒྱག་པ་དེ་ད་ལྟ་གི་མཐོ་གང་གི་ས་དེ་གི་ནང་ལ་མ་སློག་དགོས་རེད། མ་སློག་འོང་དུས་དེ་ནི་དེ་གི་ཁོངས་དེ་གང་རེད་བལྟ་དགོས་ཟེར་ད་དེ་ས་ཡར་བརྐུས་རྒྱག་ལེགས་རེད། གང་བལྟས་ན་ཡར་འབུར་སོང་ན་ད་དེ་ས་དེ་ཧ་ཅང་ཡག་པོ་རེད་གསུངས་རེད་ད་ས་བཟང་བ་ཡིན་ཟེར།

དེ་ནས་ཆོས་སྒོ་ནས་བརྟག་པ་གསལ་བྱེད་དེ་རེད། ཆོས་སྒོ་ནས་བརྟག་པ་གསལ་བྱེད་དེ་ག་རེ་ཚོར་རེད་ཟེར་ན་དེ་ནི། ཡང་རྡོ་རྗེ་འཕྲེང་བ་གི་ནང་ལོགས་ལ་ད་ར་ཁོ་བོ་དེ་ནི་ཆུས་བཀང་ལ། ཉྭ་སྐྱབས་དང་ནི་ཉྭ་སྲུང་དག་བདེན་པར་ཤེས་ནས་ཁ་ཅིག་གོ་གོམ་པ་གྱོན་ནས་ཡང་དག་ཟིན་ལྷ་ཡང་འོངས་ནས་ཡང་དག་བརྟག་སོང་དེ་ནི། དེའི་གི་ཁོ་བོ་དེ་དང་ཐོག་གང་ཡིན་ན་འདྲ་གྲོ་གང་ཡིན་ན་འདྲ་དེ་ཆོས་གི་མ་བཀང།

ས་སློང་ས་དེ་ལ་མངོན་པར་ཡོ་བྲོང་གི་བདག་པོ་རྒྱལ་པོ་ལ་སོགས་པ་དང་མི་མངོན་པ་ཞིང་སྐྱོང་ངམ། ས་ལའམ་དེ་གཉིས་ཀ་ལ་སློང་བ་དང་ཟེར་བ་དང་ས་སློང་བ་དེ་ལ་དེ་ནི་མངོན་པར་མངོན་པ་ཡོ་བྲོང་གི་བདག་པོ་དང། དེ་ནི་རྒྱལ་པོ་ལ་སོགས་པ་ལ་སློང་བ་མི་མངོན་པ་དེ་ནི་ཡོལ་གྱི་གཞི་བདག་ལ་སོགས་པ་ལ་སློང་བ་དེ་འདྲ་ཡོད།

དེ་རྣམས་ནི་མཐོང་སྣང་དག་མི་མངོན་པར་ཡུལ་གྱི་ཞིང་སྐྱོང་དང་ནི་ཡི་དྭགས་ལ་སོགས་པ་དེ་སོགས་ཐམས་ཅད་ལ་སློང་རྒྱུ་སྟེ། ད་ལྟ་ང་སོགས་ཀྱི་དེ་ནི་དག་སྒྲུབ་ཆེན་དེ་སོགས་དང་དེ་ནི་སྤྱི་བཏང་གི། ཆོ་བ་དེ་སོགས་ཆ་ཚང་གི་མགོ་ལ་ཡོད་རྒྱུ་དེ་རེད། གང་དག་འདི་ནི་ལྷ་དང་གནོད་སྦྱིན་གསུམ་པོ་བཞིན་དག་ལ་དཀྱིལ་འཁོར་དོན་དུ་ཟབ་སོགས་འདི་བདག་གི་ཆོས་ཀྱི་རྩར་དུ་སོགས་རོ་ཟེར་གྱི་དག་དེ་རེད་ད་ངས་འདི་ནི་དེ་ནི་དཀྱིལ་འཁོར་གསལ་ལེ་ཡིན། ཡང་མིན་ན་དེ་ནི། གཙུག་ལག་དོན་དུ་ཟབ་སོགས་འདི་བདག་གི་ཆོས་ཀྱི་རྩར་དུ་སོགས་ཟེར་དང་གཙུག་ལག་ཁང་དུ་ཁྱེར་བ་ལེགས། དེ་ལ་སོགས་པ་སྒོ་འདི་ནི་དེ་ནི་གཏོར་མ་སྦྱིན་འདི་ནི་དག་ཡོད་ཀྱི་ཡི་དྭགས་ལ་སོགས་པ་དེ་སོགས་ཐམས་ཅད་ལ།

འོ་དེ་ནི་ག་རེ་ཡིན་ན་ཆོག་ཅེས་ཟེར་ནས་དེ་འདྲ་ཟེར་ནས་སོང་ཡོད་རེད། དེ་དགོངས་དེ་དགོངས་དེ་ནི་དེ་ནི་དེ་ལ་དེ་ནི་ས་ལ་གཡོག་མ་ལ་ཐོ་ག་ལ་དེ་ནི་གཏེར་གྱི་བུམ་པ་འཛུད་བཟུང་དེ་པ་ས་ལ་གཡེར་མ་གི་སྐྱབས་སྦྱིན་ཟེར་དེ་ནི་དུ་རོག་ཟེར་ནས་ས་ས་ལ་དེ་དུ་རོག་ཟེར་དེ་ནི་མ་སྐྱབས་སྦྱིན་ཟེར་ནས་མཛད་དེ་པ་དེ་འདྲ་བྱེད། དེ་ནི་རིན་པོ་ཆེ་གི་སྦྱིན་བྱ་རྣམས་དེ་པ་རིན་པོ་ཆེ་གི་སྦྱིན་བྱ་ཅན་དེ་ནི་ཞི་བ་གི་ཆེ་ཅན་དེ་འདྲ་ཅེས་དགོངས་དགོས་ཡོད་རེད་དེ་དགོངས་དེ་ནི་དེ་ནི་རང་ཉིད་ཀྱི་ད་ས་ལ་བདག་བུ་ཆེན་ཁོ་ལ་ཧོང་གསུམ་དུ་རོག་ཟེར་ནས་འཚིག་དེ་པ་དེ་ད་ལག་པ་གི་སོར་མོ་དེ་ས་ལ་ཐང་མ་གསུམ་བསྡམས་དེ་དེ་ལ་དེ་ནི་དེ་གི་ཧོང་གི་སྒྲ་རིང་པོ་གྲགས།

བདག་གི་དག་ས་སློང་བ་དེ་སོང་བར་དག་ས་བཏགས་པ་ས་སློང་བ། དེ་ནས་ས་སྦྱང་བ་རེད། ས་སྦྱང་བ་ལ་སྟོབས་ཆེ་བཏགས་ལ་ཟེར་རེད་ད་འདི་གནད་འགག་ཆེན་པོ་རེད་སྟོབས་ཆེ་ཟེར་གྱི་དེ། རྒྱུད་རྡོ་རྗེ་མཁའ་འགྲོ་གི་ནང་ལོགས་ལ་ཡང་སོང་ཡོད་རེད་དེ་ནས་རྒྱ་གཞུང་གི། ད་སྐྱབས་མཆོག་ཕར་ཆེ་བ་གི་ནང་ན་སྟོབས་ཆེ་བཏགས་པ་འདི་མགོ་བོ་སོང་ནས་དེ་འདྲ་གསུང་གི་ཡོད་རེད།

སྟོང་འཇལ་སྐབས་དེ་ནི་ལྟག་པ་དེ་མ་བཟད་ན་ས་བརྐོ་མི་རུང་ས་ནི་བརྐོ་རྒྱག་པ་དང་ས་བརྐོ་ས་གི་ཁ་གསོ་མི་རུང་བ་ནི་སོགས་ནི་དེ་ནི་བརྐུ་རྒྱག་པ་དེ་འདྲ་ཡིན་ན། ལམ་སང་དུ་ལོག་སོང་ནི་ད་མི་ཤེས་ཀྱི་ལ་སོགས་པ་དེ་འདྲ་ཡོང་སོང་ནི་དེ་འདྲ་སི་སོང་ཡོད་རེད། ད་འདི་གི་སྟོང་འཇལ་མ་བཏགས་པ་གི་ཉིས་པ་དེ་སོགས་ཧ་ཅང་མང་པོ་སོང་ཡོད་རེད་ད་འདི་ག་རོག་ང་ཚོས་གི་ཐུན་མོང་རིག་གནས་ཀྱི་ཅིག་ཙི་ཡོང་རུང་ནི་ཅིག་བཤད་རྒྱར་མཛེས་སོང་ནི་འདྲ་འདྲ་ག་ཤེད་གི་ལྟོ་ཕྱོགས་སང་སོས་དེ་འདྲ་ཅིག་གི་བཤད་རྒྱ་བ་མ་རེད་འདི་རྒྱུད་ཀྱི་ནང་ན་རྒྱུད་རྡོར་གྱི་མཁའ་འགྲོ་གི་ནང་ན་བཤད་ཡོད་རེད་དེ་མ་ཡིན་པ་གི་རྒྱ་གཞུང་གི་སྤྱིར་ཕྱོགས་ཕ་ཆེ་བ་གི་ནང་ལོགས་ལ་འདི་ར་རུ་གི་ནང་ན་འདི་འབྱུང་གི་འདུག།

རྩིས་རྒྱག་ཨང་དུས་དེ་ལ་ད་ག་རེ་རྫོགས་གི་ཡོད་རེད་ཟེར་དུས་དེ་ལ་ད་དེ་གི་ཐེག་དགུ་བཅུ་ཡོད་རེད་ད་ལོག་རེ་ལ་ཐེག་དགུ་བཅུ་དགུ་བཅུ་འདུག་ཨ་ལོག་རེ་ལ་ཐེག་དགུ་བཅུ་དགུ་བཅུ་འོག་གི་དེ་གི་ཐེག་རེ་རེ་ལ་ཉི་མ་རེ་རེ་འགྲོ་འགྲོ་གི་ཡོད་རེད་དེ་ལྟའི་ཁོ་རང་དུ་རོགས་ཟེར་ན་ཕག་ཉིན་དེ་ནས་ལེབ་ལེབ་ཟེར་ན་ཀི་བོ་ཚ་དུས་དེ་ལ། དེ་ནས་ད་དཔེ་རེ་འཁྱག་ཚོང་ན་ག་རེ་རེད་ཟེར་ན་དེ་ནས་ད་ད་ངེད་ཀྱི་སྟོང་དང་ར་བ། སྟོང་དང་ར་བ་གི་དེ་ནས་ད་ཚེས་གཅིག་གི་ཉི་མ་རྫོགས་དགོས་ན་འདྲ་མདོར་ན་ད་ཁ་བསང་དེ་ནས

དེའི་དོན་ཡོད་དུས་དེ་ནི་དང། བདག་གི་སྟོང་དང་ར་བ་ཀི། ཉི་མ་གཅིག་སྟེ་འགྲོ་སྙན་མོ་དེ་ལ་དེ་ནི་ཁོ་རང་དེ་གི་ཐེག་བརྩེགས་ཏེ་ཕ་གིའི་དུ་ནོར་རོགས་སེ་ཚོད་ནི་འགྲོ་གཡས་སྐུལ་བརྒྱག་དེ་ན་ཉི་མ་རེ་རེ་ལ་འགོག་དེ་ཕ་ཨ་ནི་ཐེག་རེ་རེ་ཁོ་གཡས་སོགས་ལ་ཕ་ཐེག་རེ་རེ་ནི་སྔ་མ་དེ་ཁོ། ཡང་མ་ག་གི་མས་ནི་དུ་རོགས་སེ་དེ་ན་ད་འགོག་དེ། ད་འདིར་བ་དེ་ཤ་གི་དེ་ནི་རེ་མ་གེགས་ཕ་འགྲོ་དུས་སྔ་མ་དེ་གི་དེ་ནི་མ་ག་གི་ནུབ་གི་རེ་མ་གེགས་ཚོད་འགྲོག་དུ་ན་རོགས་སེ་དེ་ན་ཁོ་འགོག་དེ་ཀོ་ར་བརྒྱག་ནི་འཇོག་འགྲོ་གཡོ་རེ།

ད་དེ་ནས་ས་བཟུང་གོ་ཡོད་རེད་ས་བཟུང་བ་ལ་དཀྱིལ་འཁོར་གྱི་ཁང་པ་བརྩེགས་ཏེ་ད་ད་ལྟ་དེ་གི་ནང་ནས་སྟོང་ཆད་གི་སྐོར་དེ་ལ་ངས་དམིགས་བསལ་གཅིག་ཞུ་རྒྱུ་གཅིག་འདུག་ཟེར་ནས་ལྷག་སོང་འདུག་ཨང་ག་རེ་རེད་ཟེར་དུས་དེ་ལ་ད་འདི་གི་དབྱར་དབྱར་དགུན་སྟོང་གཅིག་ཟེར་ནས་དུས་ཚིགས་དེ་འགོ་འོང་རྒྱུ་དེ་ལ་ད་འདི་གི་ངོས་འཛིན་སྟངས་མི་འདྲ་བ་མང་པོ་རེད་དེ་ཡོད་རེད་ད་ལོ་འགོ་བཟུང་སྟངས་དེ་ལ་མི་འདྲ་བ་མང་པོ་རེད་ན་དེ་འདྲ་རེད་དེ་ཡོད་རེད་དེ་རེད་དུས་དེ་ལ

ད་དཔེར་ན་འགས་ཀྱི་ད་ལྟ་སྒྲུབ་ཆེན་གྱི་སྐབས་སུ་ག་རེ་ཟེར་གྱི་ཡོད་རེད་ཟེར་ན་དེ་ནི་ཧོམ་གྱི་སྒྲ་རིང་པོ་གྱི་དེ་ནི་སོ་བཅུ་གྱི་སངས་རྒྱས་དང་བཟང་ཕྱོགས་གསུམ་པ་ཐམས་ཅད་དེ་རོགས་ཟེར་དེ་ནི་ནམ་མཁའ་ལ་དེ་ནི་བཀྲག་ལམ་གྱི་དེ་རོགས་ཟེར་དེ་ནི་ད་སར་བཏབ་ཞིང་དེ་རོགས་ཟེར་ན་ཡ་སེ་བར་ཟེར། དེ་སེ་བར་ཟེར་དེ་ནི་དེ་ནས་ད་དེ་ལ་འདི་གི་ད་ལྷོ་སྤུངས་ཀྱི་དེ་ནི་སྙིང་སེང་མེད་པ་དང་ལྷོ་མའི་སོ་ར་བརྡབས་པ་དེ་ཡོད་རེད་འདི།

འདི་ལ་ད་ལྟ་ང་ཚོ་གི་ལག་ལེན་གི་སྐབས་སུ་འདི་ལ་སོ་བཞི་སོར་བརྡབ་ཟེར་བ་དང་སོ་བཞི་གི་དུར་ཁྲོག་ཟེར་ན་སོ་བ་འདེབས་པ་ཡོད་རེད་དེ། སོ་བརྒྱད་ཀྱི་དེ་ནི་ལྷ་རང་རང་གི་དུར་ཁྲོག་ཟེར་ན་སྒོམ་རྒྱུ་ཡོད་རེད་ད། དེ་ནི་འདིའི་སྤྱི་ཆོས་ཁ་ཤས་ཀྱི་ནང་ལོགས་ལ་གཙོ་བོ་དེ་ནི་ད་རྣམ་པ་སྣ་མཛེས་ཡིན་ན་དེ་ནི་གཙོ་བོ་རྣམ་པ་སྣ་མཛེས་ལ་དུར་ཁྲོག་ཟེར་ན་སྒོམ་དེ་ནི་སྙིང་སྲིང་བ་པ་དང། སོ་བརྒྱད་ཀྱི་དེ་ནི་སློབ་མ་ཐམས་ཅད་དེ།

དེ་ནས་དེ་ལ་ཙན་དན་དམར་པོ་སོགས་ཚོན་སྐུད་སྣ་ལྔ་གིས་དཀྲི། དེ་ནས་དེ་རྣམས་ཀྱིས་བྱིན་གྱིས་བརྟས་རེ་རེ་ལ་མེ་ཏོག་དམར་པོ་དང་དུ་སོགས་ཐམས་ཅད་ཀྱི་ཅོད་པན་བཏགས། དེ་འདྲ་བྱས་དགོས། དེ་ཟས་དེ་ནས་དེ་ནས་དེ་ལ་དག། དག་དེ་གི་ཁ་ཤས་ཀྱི་ནང་ལོགས་ལ་དག་དེ་གི་ཕུར་པ་བསྐྱོད་དེ་ཁྲོ་བོ་བསྐྱོད། སྐུ་དོག་ཁྲོ་བོ་བསྐྱོད་ཡིན་པ་ལ་སྐུ་མེད་དེ་རོ་ཟེར་ནས་རྡོ་རྗེ་རྩེ་གཅིག་པ་ཟེར་རེ་རྡོ་རྗེ་རྩེ་གཅིག་པ་དག་དག་འགེགས་ཀྱི་ཕུར་པ།

ད་དེ་ཕུར་གདབ་དེ་སོགས་ཡོད་རེད་ད་ལྟ་ང་ཚོ་ལག་ལེན་གྱི་ནང་ན་དེ་ནི་རྩ་འཆང་གི་ཉིན་མོ་དེ་ལ་ཡང་ཅིག་དེ་སོགས་ཀྱི་སོར་གདབ་དང་ཕུར་གདབ་དེ་སོགས་ཇི་མ་ཇི་ལྟར་ཅིག་ཡོད་རོགས་ད་ཕུར་གདབ་ཅིག་ཡོད་རེད་དེ་ཕུར་གདབ་དེ་ཡོད་དུས་དེ་ལ་དེ་གི་ཕུར་གདབ་དེ་གི་ཡང་མཚན་ཉིད་མོ་དུ་རོགས་ཟེར་དེ་ནི་ད་འདི་གི་འདི་གི་ས་ཐག་ཆོད་གི་སྐབས་སུ་ཡང་ཕུར་གདབ་ཅིག་ཡོད་རེད་དེ་ཡོད་དུས་དེ་ལ་ད་ད་ལྟ་ལག་ལེན་གྱི་སྐབས་སུ་ཡིན་ན་ད་སྔ་མ་གི་ཕུར་གདབ་ཟེར་གྱི་ཡོད་རོགས་དེ་གི་ཕུར་གདབ་ཟེར་གྱི་དེ་ཕུར་པ་དེ་ཕ་ཁོ་ནི་དཀྱིལ་འཁོར་གྱི་སོགས་ཀྱི་ལ་ཡོད་སོགས་ཡོད་རེད་དཀྱིལ་འཁོར་གྱི་སོགས་ཀྱི་ལ་ཡོད་ཀྱི་དེ་སོགས་ཐམས་ཅད་ཀྱི་མགོ་ལ་ཡང་ཅག་ཅིག་མ་ཕུར་པ་དེ།

འོག་གི་ཕུར་པ་སྟེ་འདི་ནི་ནུབ་ཀྱི་ནུབ་ལ་བསྡེབས་ཏེ་ནི་དེ་འདྲའི་ཟས་དེ་ནི་ཕུར་པར་བསྡེབ་དགོས། ད་དེ་གི་དམིགས་པ་སྒོམ་སྟངས་དང་སོགས་ཐམས་ཅད་དེ་འདྲ་རེད། དེ་རེད་ད་འདི་ད་ལྟ་ས་རྒྱུས་ཀྱི་ནང་ན་ཅི་ན་ཅི་དག་ཡོད་རེད། ད་དེ་གི་ཀོ་ཕུར་པ་དེ་རེ་རེ་བཞིན་དུ་དེ་ནི་རྡོ་རྗེ་སློབ་བུ་རང་ཉིད་ཀྱིས་བསྡེབས་ཐུབ་ན་རང་ཉིད་ཀྱིས་རེ་རེ་བཞིན་དུ་བསྡེབ་དགོས་རེད་གལ་སྲིད་བསྡེབས་མ་ཐུབ་ན། དེ་ནི་མགོ་ནས་དེ་ནི་ཕུར་པ་ཅན་ཉིད་ཅིག་སློབ་དཔོན་གྱི་གདབ་དེ་ནི་གཞན་དག་ཏུ་སོགས་ཐམས་ཅད་དེ། ཡང་དེ་ནི་སྒོ་ཡི་སློབ་དཔོན་ཟེར་ན་ད་ང་ཚོས་རྒྱལ་ཐེབས་ཏུ་སོགས་ཐམས་ཅད་ཀྱི་གདབ་ཀྱང་ན་ཆོག་གི་ཡོད།